ཚོང་ཟོག་ཁྱབ་བསྒྲགས་དང་ཚོང་བསྒྱུར་ནི་ཚོང་ལས་ག་འདྲ་ཞིག་གཉེར་ཡང་གལ་གནད་ཆེ་བའི་ཀ་བ་གཉིས་ལྟ་བུ་ཡིན། དེ་གཉིས་ཕན་ཚུན་འབྲེལ་བ་དམ་ཟབ་ཡོད། ཐོན་རྫས་དང་ཞབས་ཞུ་ག་འདྲ་ཞིག་ཡིན་ཡང་ཁྱབ་བསྒྲགས་མ་བྱས་ན་ཚོང་བསྒྱུར་བྱེད་ཁག་པོ་ཡོད། དེ་གཉིས་ཀྱི་བྱེད་ལས་ལ་ཁྱད་པར་ཆེན་པོ་ཡོད་ན་ཡང། དམིགས་ཡུལ་གཙོ་བོ་ནི་ཀམ་པ་ནི་ལ་ཡོང་འབབ་བཟོ་རྒྱུ་དེ་རེད། ཁྲོམ་བསྒྲགས་ཀྱིས་ཚོང་སྒྱུར་ལ་རྨང་གཞི་བསྐྲུན་རོགས་བྱེད་ཀྱི་ཡོད་ལ། མི་རྣམས་ལ་ཚོགས་པའི་མ་འོངས་པའི་མདུན་ལམ་ངོ་སྤྲོད་ཡོང་ཆེད་ཚོང་རྟགས་བཟོ་བ་ལ་ཡང་ཕན་ཐོགས་ཀྱི་ཡོད། ཚོང་ཤག་ཚོས་རང་ཉིད་ཡིད་ཆེས་ཡོད་པའི་ཚོང་རྟགས་ཅན་གྱི་བཅའ་དངོས་ཉོ་འདོད་བྱེད་ཀྱི་ཡོད་ལ། ཁོ་ཚོས་སེམས་སུ་འཇགས་པའི་ཚོང་རྟགས་རིགས་ལ་ཡིད་ཆེས་བྱེད་ཀྱི་ཡོད། ཚོང་སྒྱུར་ལ་འབད་བརྩོན་བྱེད་པ་དེ་བཅའ་ལག་བཙོང་ཐུབ་པ་ཡོང་རྒྱུར། ཉོ་ཐུབ་མཁན་རྣམས་དངོས་སུ་ཉོ་འཇུག་ཐུབ་པ་བྱ་རྒྱུ་དེ་ཡིན། ཚོང་ལས་མགྱོགས་པོ་ཡར་རྒྱས་ཡོང་བར་བརྒྱུད་རིམ་དེ་གཉིས་མཉམ་དུ་བསྒྲུབ་རྒྱུ་གལ་ཆེན་པོ་རེད། ཡིན་ན་ཡང་ཁྱབ་བསྒྲགས་དང་ཚོང་སྒྱུར་གཉིས་ལ་སོ་སོར་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡོད་པས། ཚོང་པ་ཚོས་སོ་སོའི་ཚོང་ལས་དོན་འབྲས་སྨིན་པ་ཡོང་སླད་ཐོག་མར་འདི་གཉིས་ཀྱི་ཁྱད་པར་མཁྱེན་དགོས། ཁྲོམ་བསྒྲགས་ཀྱི་གོ་དོན་ག་རེ་ཡིན་ན་ཞུས་ན། ཁྲོམ་བསྒྲགས་ནི་ཁྱེད་རང་གིས་མི་ཚོར་རང་གི་ཀམ་པ་ནི་དང་ཐོན་རྫས་ཞབས་ཞུ་བཅས་ཀྱི་སྐོར་ལ་ངོ་སྤྲོད་གནང་པ་ལ་གོ་དགོས། ཁྲོམ་བསྒྲགས་བྱེད་པའི་རིམ་པ་དང་པོ་ནི་དཔྱ་དངོས་ཉོ་མཁན་གཙོ་བོ་སུ་ཡིན་པ་དེ་ཤེས་པ་གནང་རྒྱུ་དེ་རེད། དེ་ནས་ཉོ་མཁན་ཚོའི་དགོས་མཁོ་དང་འདོད་པ་ག་རེ་ཡིན་པ་ཤེས་དགོས་ཤིང། དེར་གཞིགས་ནས་ཉོ་མཁན་ཚོའི་རེ་བ་དང་དགོས་མཁོ་སྐོང་ཐབས་བྱེད་རྒྱུ་དེ་རེད། དཔེར་ན་ཁྱེད་རང་གིས་སྨན་གྱི་ཚོང་ཁང་ཞིག་གཟིམ་གྱི་ཡོད་པ་དང། མི་ཚོས་སྨན་སོ་སོའི་ནང་ལ་བཀལ་བའི་རེ་བ་བྱེད་ཀྱི་ཡོད་ན། ཁྱེད་རང་གིས་སྨན་འཚོང་མཁན་གཞན་ལས་རང་གི་ཚོང་རྒྱུག་པ་ཡོང་ཡ་བྱེད་དོ། མི་ཚོར་ཀི་ལོ་མི་ཀྲར་གཉིས་ཀྱི་ནང་ཚུད་ལ། ཁྱིམ་ཚང་ཚང་མའི་སྒོའི་འགྲམ་དུ་སྨན་སྐྱེལ་གྱི་ཡོད་ལབ་དགོས་རེད། འདི་ལ་ཐུན་མོང་མ་ཡིན་པའི་ཚོང་སྒྱུར་བྱེད་ཐབས་ཟེར་གྱི་ཡོད། དེ་ལྟར་བྱས་ན་ཉོ་མཁན་མང་པོ་ཞིག་གིས་ཁྱེད་རང་ས་ནས་སྨན་ཉོ་འདོད་བྱེད་ངེས་རེད། རྒྱུ་མཚན་ནི་ཁྱེད་རང་གིས་ཉོ་མཁན་ཚོའི་དགོས་འདུན་སྐོང་ཆེད་གཞན་དང་མི་འདྲ་བའི་ཐོན་རྫས་སམ་ཞབས་ཞུའི་མཐུན་རྐྱེན་སྤྱོད་ཀྱི་ཡོད་པས་རེད། མི་ཚོར་རང་གི་ཐུན་མོང་མ་ཡིན་པའི་ཚོང་སྒྱུར་བྱེད་ཐབས་སྐོར་ལ་བཤད་པ་དང་ཚོང་ཁང་ནང་མི་རྣམས་འགུག་ཐབས་བྱེད་པ་བཅས་ནི་ཁྲོམ་བསྒྲགས་དང་འབྲེལ་བ་ཆགས་ཀྱི་ཡོད། ཁྲོམ་བསྒྲགས་ནི་ཚོང་ལས་ག་འདྲ་ཞིག་ཡིན་ཡང་དེའི་ཆ་ཤས་གལ་ཆེན་ཞིག་ཡིན་པས། ངེས་པར་དུ་འཆར་གཞི་ལྡན་པའི་སྒོ་ནས་ལག་བསྟར་གནང་དགོས། གློག་དེ་ལ་གོ་སླ་བའི་ཇུས་འགོད་བྱེད་པ་དང། ཉོ་མཁན་ཚོས་དོ་སྣང་ཡོང་སའི་སྡིངས་ཆ་ལ་ཁྱབ་བསྒྲགས་བྱེད་པ། ཁྱེད་རང་གིས་སོ་སོའི་ཚོང་ལས་དེ་ཁྲོམ་བསྒྲགས་བྱེད་རྒྱུའི་ཐབས་ལམ་མི་འདྲ་བ་བེད་སྤྱོད་གནང་ཆོག་དུས་རྒྱུན་དུ་ཡོངས་གྲགས་ཀྱི་ཁྲོམ་བསྒྲགས་གནང་སྟངས་ཁག་ནི། དང་པོ། ཁྱབ་བསྒྲགས་ཡིག་ཆ་འགྲེམས་སྤེལ་ཚོང་སྒྱུར་བྱེད་པའི་ཐོན་རྫས་ཁག་ངོ་སྤྲོད་ཀྱི་ཡིག་ཆ་དཔར་སྐྲུན་བྱེད་པ། དཔེར་ན་གལ་ཏེ་ཁྱེད་རང་ཟས་རིགས་ཚོང་ཁང་ཞིག་གི་བདག་པོ་ཡིན་ན། ཁྱེད་རང་གིས་བཙོང་བའི་འབྲས་དང་ཚལ་སོགས་ཐོན་རྫས་སྐོར་གྱི་ཁྱབ་བསྒྲགས་ཡིག་ཆ་པར་འགྲེམས་ཆོག་གི་རེད། ད་དུང་དཔྱ་དངོས་ནང་ལ་བཀལ་བ་དང་ཐོན་རྫས་རིགས་གསར་པ་ཡིན་པ་སོགས་རང་གི་ཐུན་མོང་མ་ཡིན་པའི་ཚོང་སྒྱུར་བྱེད་ཐབས་ག་རེ་ཡོད་ན་ཡང་དེ་ཡང་གསལ་སྟོན་བྱེད་ཆོག་གི་རེད། གཉིས་པ། རིན་གོང་ཆག་ཡང་བཏང་བ། དུས་ཆེན་སྐབས་ནི་རིན་གོང་ཆག་ཡང་གཏོང་བའི་དུས་སྐབས་བཟང་ཤོས་རེད། གཞན་ཡང་རང་གི་ཚོང་ཁང་ནས་རྒྱུན་དུ་ལྕེ་ལག་ཉོ་མཁན་ཚོར་རིན་གོང་ཆག་ཡང་གཏོང་ཆོག་གི་རེད། དཔེར་ན་ཚོང་ཁང་ནང་སྦྱར་པང་ཞིག་བླངས་ཏེ། དེའི་ཐོག་ལ་ཧིན་སྒོར་ཉིས་སྟོང་ལྷག་གི་ལྕེ་ལག་ཉོ་མཁན་ཚོར་བརྒྱ་ཆ་བཅུ་ཆག་ཡང་ཡོད་ཅེས་འཁོད་ཆོག་གི་རེད་ལ། ཐེངས་རྗེས་མར་ལྕེ་ལག་ཉོ་སྐབས་ཆག་ཡང་ཡོད་པའི་ཆག་ཡང་འཛིན་ཡིག་ཀྱང་བཀྲམ་ཆོག་གི་རེད། གསུམ་པ། དུས་ཚིགས་སོ་སོའི་ཐོན་རྫས་སྤེལ་ཐབས། དུས་ཚིགས་སོ་སོའི་ཐོན་རྫས་རིགས་དཀོན་པོ་ཡོད་པས། རང་བཞིན་གྱིས་དགོས་དོན་མང་བ་བྱེད་ངེས་རེད། དཔེར་ན་རྒྱ་གར་ལོ་གསར་སྐབས་སུ་ཚོན་མདོག་སྣ་ཚོགས་ལྡན་པའི་མཆོད་ཁུང་བཙོང་བ་དང། གཞན་ཡང་དབྱར་དུས་སུ་ཟ་ཁང་ཚོས་ཨམ་གྱིས་བཟོས་པའི་དམིགས་བསལ་ཟས་རིགས་བཙོང་བ་ལྟ་བུ་རེད། ཚོང་སྒྱུར་གྱི་གོ་དོན་ག་རེ་ཡིན་ནམ་ཞུས་ན། ཚོང་སྒྱུར་ནི་ཐོན་རྫས་ཤིག་གམ་ཞབས་ཞུ་ཞིག་བཙོང་ནས་ཡོང་འབབ་གསོག་པ་ལ་ཟེར། ཚོང་པ་ཁ་ཤས་ཀྱིས་སོ་སོའི་ཚོང་ཁང་ནས་བཅའ་ལག་ཐད་ཀར་བཙོང་གི་རེད། ཡང་འདེབས་ཚོང་རྒྱག་མཁན་ཁ་ཤས་ཀྱིས་བར་མི་བརྒྱུད་ནས་ཐོན་ཚད་རིགས་བཙོང་གི་རེད། སྐམ་པ་ནས་ཀྱི་ཚོང་སྒྱུར་ཤུགས་ཆེ་རུ་གཏོང་བ་ནི་ཡོང་འབབ་འཕར་ཐབས་ཀྱི་ཆ་ཤས་ཧ་ཅང་གལ་ཆེན་ཞིག་ཡིན། མི་གང་མང་ལ་ཁྱབ་བསྒྲགས་བྱེད་པ་དང། རིན་གོང་འཚམ་པོ་བཟོ་བ། ཉོ་མཁན་ཚོས་ཡིད་ཚིམ་པ་སོགས་ནི་ཚོང་སྒྱུར་དང་འབྲེལ་བའི་བྱེད་སྒོའི་རིགས་རེད། དེས་ཚོང་སྒྱུར་ཤུགས་ཆེ་རུ་གཏོང་རྒྱུའི་ཐབས་ལམ་ཁ་ཤས་ཅིག་ངོ་སྤྲོད་ཞུ་བ་ཡིན། ཐེངས་སྔོན་མའི་ཚོང་སྒྱུར་གྱི་གནས་སྟངས་ལ་རྒྱུས་ལོན་གང་ལེགས་གནང་བ། ཐེངས་སྔོན་མའི་ཚོང་སྒྱུར་གྱི་གནས་སྟངས་ལ་རྒྱུས་ལོན་གནང་ན། ཐོན་རྫས་རིགས་གང་ཞིག་མི་ཚོས་ཉོ་འདོད་མང་བ་བྱེད་ཀྱི་ཡོད་པ་ཤེས་ཐུབ། ཁྱེད་རང་ཡིད་རྩེ་མི་འདྲ་བ་གཉིས་བཙོང་གི་ཡོད་པ་དང། དེ་གཉིས་ལས་གཅིག་མགྱོགས་པོར་ཚོང་སྒྱུར་བྱེད་ཐུབ་པ་བྱུང་ཡོད་ན། དེ་ཉོ་མཁན་མང་ཆེ་བ་ཤེས་པའི་སྒོ་ནས་ཚོང་ཁང་ནང་དེའི་རིགས་མང་ཙམ་ཉར་ན་ཁེ་ཕན་ཆེ་བ་ཡོད་པ་དེ་ཤེས་ཐུབ་པ་ལྟ་བུ་རེད། ཚོང་ཤག་གི་དགོས་མཁོ་ཤེས་ཐུབ་པ་དགོས་རྒྱུ། ག་དུས་ཡིན་ཡང་ཁྱེད་རང་ས་ནས་བཅའ་ལག་ཉོ་མཁན་ཚོ་དགའ་པོ་ཡོང་བ་བཟོ་དགོས། ཁོ་ཚོ་དགའ་ས་དང་མི་དགའ་ས་ག་རེ་ཡིན་པའི་སྐོར་ལ་དོ་སྣང་གནང་དགོས། དཔེར་ན་ཁོ་ཚོ་ཤིང་ཏོག་ཁུ་བ་གྲང་མོ་ལ་དགའ་པོ་ཡོད་སྲིད། འོན་ཀྱང་ཁོ་ཚོ་ལ་འཁྱགས་སྒམ་མེད་ན་གནས་སྟངས་འདི་འདྲའི་སྐབས། ཁྱེད་རང་གིས་འཁྱགས་སྒམ་ཞིག་ཉོས་ནས། ཚོང་སྔར་ལས་རྒྱུག་པ་ཡོང་རྒྱུར་ཕན་ཐོགས་ཡོང་བ་ལྟ་བུ་རེད། ད་ཆ་ང་ཚོས་ཁྲོམ་བསྒྲགས་དང་ཚོང་རྒྱུག་གི་གོ་དོན་ཤེས་ཟིན་པ་རེད་དེར་འདི་གཉིས་ཕན་ཚུན་མི་འདྲ་བའི་ཆ་ག་རེ་ཡོད་པ་དེ་ཤེས་ཐབས་གནང་དོ། འདི་གཉིས་སོ་སོར་དམིགས་ཡུལ་ལོགས་སུ་ཡོད། ཁྲོམ་བསྒྲགས་ཀྱི་དམིགས་ཡུལ་གཙོ་བོ་ནི་ཚོང་ལས་དེ་དང་དེའི་ཐོན་རྫས་དང་ཞབས་ཞུའི་སྐོར་མི་ཚོར་གོ་རྟོགས་སྤེལ་རྒྱུ་དེ་ཡིན། ཚོང་སྒྱུར་གྱི་དམིགས་ཡུལ་ནི་ཉོ་ཚོང་གི་ལས་ཀ་ཡོངས་སུ་འགྲུབ་པར་བྱེད་པ་དང་ཉོ་མཁན་ཚོའི་རེ་འདུན་སྐོང་བར་བྱེད་པ་དེ་ཡིན། དཔེར་ན་མི་ཚོར་སློབ་ཕྲུག་ཚོའི་ཡིག་རྒྱུགས་ལ་བརྒྱ་ཆ་ཡག་པོ་ལེན་པར་ཁག་ཐེག་བྱེད་པའི་ཟུར་ཁྲིད་འཛིན་གྲྭའི་སྐོར་ལ་ངོ་སྤྲོད་བྱེད་པ་ནི་ཁྲོམ་བསྒྲགས་ཆགས་ཀྱི་ཡོད་ལ་དངོས་སུ་སློབ་ཕྲུག་ཚོར་སློབ་སྦྱོང་གང་ལེགས་སྤྲོད་པ་ནི་ཚོང་སྒྱུར་ཆགས་ཀྱི་ཡོད་པ་རེད། འདི་གཉིས་ལ་སོ་སོའི་དམིགས་ས་ཁག་ཁག་ཡོད་ཁྲོམ་བསྒྲགས་ཀྱི་དམིགས་ས་ནི་མི་ཚོར་ཐོན་རྫས་ངོ་སྤྲོད་གནང་སྟེ་ཚོང་ཐབས་ཡོང་བ་བྱ་རྒྱུ་དེ་ཡིན། མི་ཞིག་གི་བསམ་བློར་ཉོ་འདོད་བྱུང་བ་ཙམ་གྱིས་ཁྲོམ་བསྒྲགས་ཀྱི་བྱེད་ལས་སྒྲུབ་པ་རེད། ཚོང་སྒྱུར་གྱི་དམིགས་ས་ནི་བརྒྱུད་རིམ་ནང་དགོས་མཁོ་ལྟར་ཐོན་རྫས་མཁོ་སྤྲོད་བྱ་རྒྱུ་ཡོད་པ་བཟོས་བ་དང་རིན་འབབ་སྤྲོད་ལེན་སྟབས་བདེ་བ་བཟོས་བ་ཐུམ་སྒྲིལ་ཡག་པོ་གནང་བ་ཉོ་ཚོང་སྒྲུབ་བྱེད་ཀྱི་ཞབས་ཞུའི་ལས་དོན་བཅས་སྒྲུབ་དགོས་ཀྱི་ཡོད། ཁ། འདི་གཉིས་སོ་སོའི་ཁྱབ་ཚད་མི་འདྲ་བ། ཁྲོམ་བསྒྲགས་ཀྱི་ཁྱབ་ཚད་ཆེན་པོ་ཡོད་པ་རེད། འོན་ཀྱང་ཚོང་སྒྱུར་གྱི་ཁྱབ་ཚད་ནི། དངོས་སུ་བཅའ་ལག་ཉོ་མཁན་མི་གྲངས་ག་ཚོད་ཡོད་པ་འདིའི་ཁྱབ་ཁོངས་གཅིག་པུ་ཆགས་ཀྱི་ཡོད། ཁྱབ་བསྒྲགས་སྦྱར་པང་ཞིག་གི་ཐོག་ལ་ཁྱབ་བསྒྲགས་ཤིག་སྦྱར་བ་ཡིན་ན། ཁྱབ་བསྒྲགས་སྦྱར་པང་དེ་མཐོང་མཁན་གྱི་མི་ཚང་མ་ཁྱབ་བསྒྲགས་འདིའི་ཁྱབ་ཚད་ཁོངས་ལ་ཚུད་ཀྱི་ཡོད། འདི་ལས་ཁ་ཤས་ཤིག་དངོས་སུ་ཉོ་མཁན་ཆགས་ཀྱི་ཡོད། དེར་བརྟེན་ཉོ་མཁན་ཚོ་རྗེས་སུ་ཡང་བསྐྱར་བཅའ་ལག་ཉོ་བར་ཡོང་ན། ཆག་ཡང་ཡོད་པའི་འཛིན་བྱང་དེ་ལས། མི་ཉུང་ཤས་ཤིག་ལ་མ་གཏོགས་རྙོག་དྲ་མེད། དེ་གཉིས་སོ་སོའི་ཡུན་ཚད་མི་འདྲ་བ། ཁྲོམ་བསྒྲགས་བྱེད་པ་དེ་ཟླ་ཤས་རིང་དང་ཡང་ན་ལོ་འཁོར་མོར་གནང་རྒྱུ་ཡང་ཡོང་གི་རེད། འོན་ཀྱང་ཚོང་སྒྱུར་གྱི་འཁོར་སྐྱོད་རེ་རེའི་བརྒྱུད་རིམ་ནི་ཐུང་ཐུང་ཡིན། དཔེར་ན། བཅའ་ལག་མ་ཉོས་སྔོན་གྱི་ཟླ་ཤས་གོང་ནས་མི་ཚོར་ཁྱབ་བསྒྲགས་ཡང་ཡང་བྱེད་དགོས་ཀྱི་ཡོད་ལ། ཁྱབ་བསྒྲགས་དེར་བརྟེན་ནས་བཅའ་ལག་ཉོ་མཁན་ཆགས་པ་ན། ཉོ་ཚོང་དངོས་ཀྱི་བརྒྱུད་རིམ་དེ་ཐུང་ཐུང་རེད། དེ་གཉིས་ཀྱི་འགྲོ་སོང་མི་འདྲ་བ། འདོད་མོས་ལ་དཔག་པའི་ཁྲོམ་བསྒྲགས་དང་ཚོང་སྒྱུར་གྱི་བརྒྱུད་རིམ་མི་འདྲ་བ་སྣ་ཚོགས་ཡོང་གི་རེད། འོན་ཀྱང་ཁྲོམ་བསྒྲགས་དང་འབྲེལ་བའི་འགྲོ་སོང་ཁག་ནི་ཇུས་འགོད་དང་པར་སྐྲུན། ཁྱབ་བསྒྲགས་ཀྱི་འགྲོ་སོང་གཞན་དག་བཅས་ཆགས་ཀྱི་ཡོད། ཚོང་སྒྱུར་གྱི་འགྲོ་སོང་ཁག་ནི། གཙོ་བོ་དངུལ་སྤྲོད་ལེན་སྟབས་བདེ་བཟོ་བ་དང། ཉོ་མཁན་གྱི་འདོད་པ་སྐོང་བར་ཁག་ཐེག་བྱེད་པ་བཅས་ཆགས་ཀྱི་ཡོད། མཇུག་བསྡོམས། དེ་ཉིད་རྩ་བའི་མཐའ་འདེད་ཡིན་ན་ཡང། ཚོང་ལས་ལེགས་འགྲུབ་ཡོང་ཆེད་ཁྲོམ་བསྒྲགས་དང་ཚོང་སྒྱུར་གྱི་བརྒྱུད་རིམ་དེ་ཉིད་འབྲེལ་མཐུད་གང་ལེགས་ཡོང་དགོས། དེ་གཉིས་ཀྱི་དམིགས་ཡུལ་གཙོ་བོ་ནི་ཚོང་ལས་ཁྲོད་ཡོང་འབབ་གསོག་རྒྱུ་དང་ཉོ་མཁན་ཚོར་ཡིད་ཆེས་བསྐྲུན་རྒྱུ་དེ་ཡིན། ཐོན་རྫས་དང་ཞབས་ཞུའི་སྤུས་ཚད་ལ་བརྟེན་ནས་ཚོང་ལས་ཡར་རྒྱས་ཡོང་གི་རེད། འོན་ཀྱང་ཁྲོམ་བསྒྲགས་དང་ཚོང་སྒྱུར་གྱི་བརྒྱུད་རིམ་ནི་ཚོང་ལས་དར་ཁྱབ་ཆེན་པོ་བཟོས་པ་དང་ཉོ་མཁན་ཚོའི་ཉོ་འདོད་ཀྱི་འདུན་པ་ཆེ་རུ་གཏོང་རྒྱུ་དེ་ཆགས་ཀྱི་ཡོད། ཚོང་སྒྱུར་གྱི་བརྒྱུད་རིམ་ཚད་ལྡན་ཡོད་ན་ཉོ་མཁན་ཚོར་བག་ཆགས་ཡག་པོ་བཞག་སྟེ་དཔྱ་དངོས་ཉོ་བར་ཡང་ཡང་ཡོང་ངེས་རེད། ཚོང་ལས་ལེགས་གྲུབ་དང་ཉོ་མཁན་འདོད་བློ་ཁེངས་པར་ཚོང་ལས་དར་ཁྱབ་དང་ཉོ་མཁན་ཚོར་འབྲེལ་བ་དམ་ཟབ་དགོས།